ལས་འགུལ་གྱི་དཔེ་དེ་གང་ལྟར་ང་ཚོ་ལག་བསྟར་བྱེད་དགོས་རེད། འོས་བསྡུ་གི་ལོ་དེ་ཡང། བསླབ་གྲྭ་གསར་འཛུགས་བྱས་པ་དེ་མཇུག་བྱུང་ག་འདྲའི་བྱེད་ག། བོད་ཆོལ་ཁ་གསུམ་གཅིག་སྒྲིལ། ད་བགྲོ་གླེང་བཟོ་ན་གྲུས་ཆ་སྔ་ག་ཐུག་ལ་ལག་ལེན་ག་ནས་བསྟར་དགོས་ཡིན། གསུང་སྟངས་དང་གནང་སྟངས་གཉིས་མཐུན་པོ་གནང་པ་ལྟར་བྱེད་ན་གནད་འགག་རེ་ཞུ་འདོད་བྱུང།
བོད་མིའི་བླ་ན་མེད་པའི་དབུ་ཁྲིད་ཕྱི་ནང་གང་སར་ཤང་ཀན་ལྗང་བོ་ཐང་ཆེན་ཆེན་པ་སྐུ་འཕྲེང་བཅོ་བརྒྱད་པ་ཆེན་པོ་མཆོག་གིས་བཀའ་དྲིན་རྗེས་དྲན་གྱི་གཡུང་དྲུང་གྲོས་ཆོད་གྲོས་འཆར་ཡིག་ཆ་བཅུ་གསུམ་པ་བསྩལ་གནང། ཁོང་བོད་མི་མང་སྤྱི་འཐུས་ལྷན་ཚོགས་ནས་བཀའ་དྲིན་རྗེས་དྲན་གྱི་སྐུའི་གོ་སྟོན་དང་འབྲེལ་དམིགས་བསལ་གྲོས་ཆོད་ཅིག་འཇོག་དགོས་པ་གལ་འགངས་ཆེ་བར་མཐོང། གྲོས་ཆོད་གཅིག། བཅོ་ནུབ་གོང་ས་སྐྱབས་མགོན་ཆེན་པོ་མཆོག་དགུང་གྲངས་བརྒྱ་དང་བཅུ་ཕྲག་ལྷག་རང་སྐུ་འཚོ་བཞུགས་ཐུབ་པའི་རྟགས་དང་མཚན་མ་ལུང་ཐང་སོགས་ཡོད་པའི་སྐལ་བཟང་ལན་མང་ཕེབས་པར་བཀའ་དྲིན་བླ་མེད་དུ་ཆེ་ཞུ་བ་དང་སྦྲགས། མགོན་པོ་གང་ཉིད་མུ་མཐུད་བོད་དང་བོད་མིའི་མགྲིན་ཚབ་བོད་དོན་བདེ་ཐབས་གསར་ཐུབ་འཛམ་གླིང་ཁྱོན་ལ་ཞི་བདེ་དང་བྱམས་བརྩེའི་དར་རྒྱས་ཡོང་སླད་དུ་སྐུ་ཚེ་བཀའ་རྒྱར་བཞུགས་པའི་གསོལ་བ་ཕུར་ཚུགས་སུ་འདེབས་རྒྱུ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་ལྔ་ཕྱི་ཟླ་བདུན་པའི་ཚེས་གཉིས་ནས་ཉིན་གྲངས་གསུམ་རིང་བོད་མིའི་ཆོས་ཚོགས་ཐེངས་བཅོ་ལྔ་པ་སྐྱབས་མགོན་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་རྒྱ་གར་ཀུན་དྲང་རྒྱུན་ཐོན་བོད་ཀྱི་ཞལ་བཞེས་བཟང་པོ་བཀའ་དྲིན་སྨིན་བསྩལ་བྱུང་བ། རྫོང་ཨུར་བཀའ་དྲིན་བླ་མེད་དུ་ཆེ་ཞུ་རྒྱུ་དང་རྒྱལ་བའི་བཀའ་བཞི་ཡོངས་ཁྱབ་གསལ་བསྒྲགས་ཕྱི་ལོ་ཉིས་སྟོང་བཅུ་གཅིག་ལོ་དང་འདི་ལོ་བཅས་ཀྱི་དགོངས་དོན་ལས་རྒྱ་ནག་གཞུང་ནས་ཆབ་སྲིད་ཀྱི་དགོས་དབང་གིས་ཐེ་ཐེ་ཇུས་བྱས་རིགས་བྱུང་ཚེ་ངོས་ལེན་གནང་ཡ་མེད། ཚོགས་གཙོ་མཆོག།
འོག་མའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན ྋརྒྱལ་དབང་ཐམས་ཅད་མཁྱེན་པ་སྐུ་མགྲོན་གཅོད་ཀྱི་པ་ཆེན་པོ་མཆོག་གི་བཀའ་ཁྲིའི་བརྗེ་རེས་ཀྱི་གཞུང་འབྲེལ་གྲོས་ཆོད་གྲོས་འཆར་ཡིག་ཆའང་བཅུ་གསང་པ་ལ་རྒྱབ་སྐྱོར་ཞུ་གི་ཡོད། གྲོས་ཆོད་གྲོས་འཆར་འདི་ཚེས་པ་ལ་བཀའ་བཞག།

བྱམས་དང་བརྩེ་བའི་བདག་ཉིད་ཅན་གྱི་བླ་མ་འདི་གཅིག་པུས། ཁབ་གཏེར་ལ་དགྲ་བོ་རྒྱ་ནག་གི་རྩ་བ་གཉིས་ནི་ལྕགས་ཐུག་ཡོག་མར་བཏགས། ང་ཚོ་བོད་ཟེར་ཡ་དང་འཛམ་གླིང་འདིའི་སྐབས་ལ་མིང་ཙམ་ཡང་མེད་པར་བཟོ་ཡ་གི་སྲིད་བྱུས་དེ་ལམ་ལོང་མ་བྱུང་བ་རེད། ག་རེ་ལ་བརྟེན་ནས་ལམ་ལོང་མ་བྱུང་བ་རེད། ལར་ནས་མེད་པའི་དབུ་ཁྲིད་གཅིག་ནོར་གོང་ས་སྐྱབས་མགོན་ཆེན་པོ་བདུན་འདྲེ་ཞིག་ཡོད་ཡོད་སྐུ་དྲིན་ལ་བརྟེན་ནས། ད་མང་གཙོའི་འཕེལ་རིམ་འདི་མཛད་པ་མང་པོའི་དཀྱིལ་ནས། དོན་ལྔ་ལུས་རྒྱུད་ནང་ལ་བྱུང་མ་མྱོང་པ་ཅིག་ཡང། ལུས་རྒྱུད་གསར་བ་ཅིག་གསར་གཏོད་གནང་བདེ་པོ་བྱེད་ཡག་དོན་རེད། དེ་ཡང། ཕ་མས་སྤུ་བོ་ཆུང་ཆུང་དེ་གར་ལག་པ་རྡོག་ཐོ་ཁྲིད་ཅིང་ཁྲིད་པ་ནི་ཤིང་བྱས་ཏེ་ང་ཚོ་དམངས་གཙོའི་སྡེ་དགེ་སྟེ་ང་ཚོའི་གུ་གུ་མི་འདུག་རྒྱ་གར་རིན་པོ་ཆེ་རང་གིས་མུ་མཐུད་གནང་རོགས་ནས་ཞུ་དགོས་བ་རེད་དེ་སྐུ་མདུན་རང་གིས་བྱས་ས་མ་བྱུང་ད་ང་ཚོས་འཇུས་ཅིང་ཁྲིད་ཅིང་ད་དེ་འདྲས་སུ་གོམ་བགྲོད་བྱས་བ་རེད་འཛམ་བུ་གླིང་གི་འགྱུར་འགྲོས་ལ་བལྟས་ཅིང་ང་ཚོའི་འགྱུར་བ་འགྲོ་དགོས་རེད་ཟེར་ཡ་ཅིག་འདི་འདྲས་དབུ་ཁྲིད་ཅིག་ད་བརྙན་ཡ་ཅིག་རྩ་བ་ཉིད་ནས་མེད་བསྡད་པ་ཅིག་ཁོག་ཐག་ཆོད་པོ་རེད་ཅིག་ཏུ་ཅིག་ཆགས་བསྡད་བ་རེད། ང་རང་འདྲ་བ་ཅིག་ན་ནང་བཞིན་ག་བ་བགྲོད་ན་དགོངས་གཞི་ཆེན་པོ་གསུངས་ལ་ཡ། ཅེས་འགྲེལ་བརྗོད་ཞུ་འདོད་ཡོད། དེ་མི་ཕལ་པ་གཅིག་ཡིན་ན་སྒྲུབ་མང་ཐུབ་ཡག་གྱིས། གཞིས་ཆགས་གསར་འཛུགས། སློབ་གྲྭ་གསར་འཛུགས། རིས་མེད་སྒོས་དེ་གསར་འཛུགས་དེ་གོང་ས་མཆོག་གི་བཀའ་དྲིན་ཉག་གཅིག་ལ་བརྟེན་ནས་བྱུང་གི་ཡོད། ད་དེའི་སྐབས་ང་དང་ང་འདྲའི་ང་ཚོ་མི་རོ་དེ་གིས་རྒྱུན་འཛིན་བྱེད་ཐུབ་ས་རེད་བ། རྒྱ་གར་རིན་པོ་ཆེ་གི་དགོངས་བཞེད་དེ་ང་ཚོ་ག་འདྲའི་ཅིག་ལ་བྱུང་ག། གཞིས་ཆགས་གསར་འཐེན་གི་ཐུགས་ནས་ང་ཚོ་ག་འདྲའི་སེམས་ནས་འགྲོ་ག། སླབ་གྲྭ་གསར་འཛུགས་ཅེས་པ་དེ་མཇུག་བྱུང་ག་འདྲའི་བྱེད་ག། རིང་མིན་སྐད་འདི་ཁ་དང་འཇུག་ཆུང་ང་ཚོས་ག་འདྲ་བསྲེས་ནས་བྱེད་ཐུབ་ས་རེད། དེ་ང་ཚོ་གངས་དཀར་ལ་ཡོད་བོད་ཡོད་རེད་འགའི་འཕྲལ་དུ་ཡོད་རེད། གོང་ས་མཆོག་གི་དགོངས་པ། དགོངས་གཞི། གང་ཡིན་པ་དེ་ལ་ང་རང་སུ་དེ་ཚང་མས་ཀྱི་ངོས་ནས་ཤར་སྐྱོད་བྱེད་ཡག་དེ་གལ་ཆེན་པོ་ཡིན་པ་སོང་ཙང་ད་རིང་བརྒྱུད་ལམ་འདིའི་བརྒྱུད་ནས་རྒྱལ་གཅེས་མང་ཚོགས་ལ་ཡང་ནི་གོང་ས་མཆོག་གི་དགོངས་པ་གང་ཡིན་པ་དེ་ལ་ཡང་ཤར་བསྐྱོད་གནང་རོགས་གནང་བྱས་ནས་འབོད་སྐུལ་དང་སྦྲགས་ཏུ་བྱས་ནས་ཞུ་འདོད་ཅིག་བྱུང་སོང། གང་མོ་དེ་ཡག་ནས་ཤོད་ན་རེད་འོག་ནས་བཤད་ན་སྒང་ནས་བཤད་ན་གཡས་ནས་བཤད་ན་དགའ་བོ་ཁྱེད་ལ་ནན་ཏན་འདི་བོད་མི་ཚང་མ་གི་དམ་ཚིག་སྐུ་ངོ་མདོག་རྩ་གཅིག་སྒྲིལ། ཆོས་སྲིད་གཉིས་ཀྱི་སྐྱེ་སྒོ་མཐའ་དག་གི་མ་རྩ་དེར་དགེ་འདུན་པའི་སྡེ་ཡིན་ན་ཐིག་མཐུན་ཁྲིམས་གཙང་སྲས་དེ་དགོས་ཀྱི་ཡོད་རེད། དེ་འདྲ་སོང་ཙང་དེ་མེད་པ་ཡིན་ན། རྒྱལ་ཡུལ་བཀའ་དྲིན་རྗེས་དྲན་ཆགས་ཀྱི་ཡོད་མེད་དེ་ཐེ་ཚོམ་རེད། དེ་འདྲ་སོང་ཙང། ཨ་ནི་ང་ཚོ་འབྲོག་ས་སྐྱིད་གྲོས་ཀུན་ནས་རྒྱལ་ཁབ་དང་མི་རིགས་ཀྱི་འཐབ་རྩོད་དེ། བྱས་པ་ཡིན་ན། ཨ་ནི་སྤྱང་ཀུ་རིན་པོ་ཆེ་བཀའ་རྟོགས་ཀྱི་ཡོད་རེད། བཀའ་སྒྲུབ་ཀྱི་ཡོད་རེད་བཀའ་དྲིན་རྗེས་དྲན་བྱ་གི་ཡོད་རེད་དེ་ཞུ་བ་ཡིན། བོད་ཆོལ་ཁ་གསུམ་གཅིག་སྒྲིལ་གྱི་སྐྱིད་སྡུག་མཉམ་མྱོང་བྱས་ཏེ་ད་སྐྱབས་མགོན་གཅིག་དོན་དག་མེད་པའི་དགོངས་གཞི་ཡིན་ཟེར་ནས་ད་དེ་ཡང་ཚིག་གསུངས་ཏེ་ཨོ་དེ་འདྲས་གསུངས་ད་དེ་ང་ཚོའི་གི་ད་ལས་འགན་གཙོ་བོ་དེ། སྒོ་ལ་ཡང་ཞུགས་ལྟས་ངན་གི་མཛད་གཙོ་གནང་པ་ཡིན་ན་རེད། ཨོ་ཞོ་འོག་ལ་ཡོད་བསྡད་པའི་མི་མང་རྣམ་པ་ཚོའི་ནས་རེ་མཚམས་མེད་ཀྱིས་ད་སྐྱབས་མགོན་གྱི་དགོངས་པ་འདིའི་ཐོག་ལ་ཡར་ཞུ་རྒྱག་དགོས་དང་དེའི་ཐོག་ལ་བསམ་བློ་གཏང་དགོས་དེ་ཞུ་ཚིག་གལ་ཆེན་པོ་རེད་བསམ་བསམ་གྱི་འདུག། ད་ལོ་རོ་གཅིག་ན་བྱམས་བརྩེ་གི་ལོ་གཅིག་ལ་རེད་ལ་ཨ་ནི་འུད་བསྟོད་ཀྱི་ལོ་གཅིག་ཡང་ཆགས་བསྡད་ཡོད་རེད། ང་ཚོ་ག་དུས་ཡིན་ནས་འུད་བསྟོད་ཀྱི་ལོ་དེ་སླེབས་འོང་དུ་ཙང་ནི་མི་ཚང་མ་ཨ་ད་ག་འདྲ་ཆགས་ཡོང་ན་ཡང་འཁྲུག་པོ་ཆགས་ཀྱི་རེད་ཡང་ང་རང་ཚོ་ནང་ཁུལ་ལ་རྙོག་འཛིང་མང་པོ་ཡོང་གི་རེད་ཟེར་ཡག་གི་སེམས་འཚབ་བསྡད་ཡོད་རེད། ང་ཚོ་ཡང་དེའི་ནང་གི་ཆ་ཤས་ཅིག་ཆགས་བསྡད་ཡོད་རེད། དེ་བྱེད་དུས། བྱམས་བརྩེའི་བློ་ལ་སྲུང་བརྩི་ཞུ་བ་དང་བསྟུན་ནས་ང་ཚོ་མི་རེ་ངོ་རེ་ནས་འུར་སྡོད་ཀྱི་བློ་དེ་ཡང་དངོས་གནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཐུགས་རེ་ནང་བཞིན་གྱི་རྡོག་རྩ་གཅིག་སྒྲིལ་དང་མཐུན་སྒྲིལ་ཡོད་པ་ཅིག་བོད་སྤྱི་བའི་རྩ་དོན་གྱི་ཆེད་དུ་ནུས་པ་སྤུངས་ཐུབ་ཡ་ཅིག་དམིགས་པ་འཛིན་ཐུབ་པ་ཅིག་ཡོང་དགོས་པ་དེ་ཧ་ཅང་གི་གལ་ཆེན་པོ་རེད། ད་དེ་འདྲ་དེ་གྲོས་ཆོད་འདི་ནང་ལོགས་ལས་ནི། སྤྱིར་ན་ཁོང་ཚོ་སྐྱབས་མགོན་ཆེན་པོ་མཆོག་གི་སྐུ་ཡི་མཛད་པ་མཐའ་ཡས་བ་འདི་དག་ཡོད་བ་ནང་ནས། མཛད་པ་གསུམ་པ་འདི་ནང་ལོགས་ལས་ད་བོད་ཀྱི་ཆོས་དང་རིག་གཞུང་སྐད་ཡིག་རེད་བྱས་ཙང་འདི་ཡིན་འདི་ཙམ་པ་ད་ང་ཚོ་བཙན་བྱོལ་ནང་ལ་ཡོད་ངེས་ཚོད་ཀྱིས་ཅིག་དཀའ། སྒྲུབ་ཡས་ལ། སོ་སོའི་བུ་ཕྲུག་ལས་སྐད་ཡིག་བསླབ། སྐད་ཡིག་དེ་བོད་ཀྱི་སྐད་ཡིག་དེ་བགྱིས་པའི་ཐོག་ནས་དགེ་འདུན་གྱི་གསུང་གསུང་ལས་སློབ་སྦྱོང་ཞུ་ཡས་དེ་ཨ་ནི་སྐད་ཡིག་འདི་གི་ཐོག་ནས་ཞུ་ཐུབ་པ་ཅིག་བྱེད་ཀྱིན་བསམ་པས་ཕ་མ་རེད་མི་རབས་གཞན་པ་ཚོ་གི་འགན་ཁུར་གྱི་ཡས་དང་བཀའ་སྒྲུབ་གྱི་ཡས་དེ་ཨ་ནི་གལ་ཆེན་པོ་ཞོག་ཅིག་འདུག་ཟེར་ཡས་ཐོང་བསྡད་ཀྱི་འདུག། ད་བར་དུ་གོང་ས་མཆོག་གིས་ཨ་ནི་བོད་པའི་གི་རྩ་དོན་ད་ག་ན་ཞིག་ཆོས་དང་རིག་གཞུང་མི་རིགས་ཐོག་ལ་སྐུ་ལས་གྱོན་པ་དེ་ལ་ནི། སྙིང་ཐག་པ་ནས་ཐུགས་རྗེ་ཆེ་གནང་ཞུ་ཡི་ཡིན། འདི་ལྟར་ན་ཤིང་ཡིན། འདི་རྒྱལ་སྤྱིའི་ཐོག་ལ་ཡིན་ནའི་རེད་བ། ང་ཚོ་གི་སྤོབས་བ་ལྡན་པའི་ཐོག་ནས། རྒྱལ་སྤྱིའི་ནང་ནས་མི་འདྲ་བ་ཅིག་རེད་བ། ཨ་ནི་དབུ་ཁྲིད་དམིགས་དཔེ་ཡོད་པ་དང། རྣམ་དཔྱོད་ལྡན་པ་འཆར་སྣང་ལྡན་པ། དེ་འདས་ཀྱི་ང་ཚོ་ཡོད་པ་དེ་ང་ཚོ་དཔེ་སོ་ཏི་ཆེན་པོ་རེད་བསམ་གྱི་འདུག་དེ་ཡིན་དུས་ད་ད་ལྟ་ང་ཞུ་ཡ་དེ་གཙོ་བོ་གཙོ་བོ་དེ་རྒྱ་ནག་ལ་ཞུ་ཡ་ཡིན་ང་ཚོ་བོད་པ་ནང་ལོག་ལ་ཞུ་ཡ་དེ་ད་སོ་སོ་སོ་གི་ལག་བསྟར་བྱེད་ཡ་རེད་མ་གཞི་ཕར་ཚུར་ཞུ་ཡ་ག་ཡི་མི་འདུག་བ་རྒྱ་ནག་གཞུང་གི་རྒྱལ་བ་རིན་པོ་ཆེ་གི་མཚན་སྙན་གྲགས་འདི་ལ་ག་ཚོད་མོ་གོ་ག་ཚོད་ཐབས་ཇུས་ཉམས་པ་བཏོན་ནས་ག་རེ་བྱས་ནས་དེ་མེད་པ་ཆགས་ཐུབ་ཀྱི་མ་རེད་བ། གཅིག་སྒྲིལ་གཅིག་སྒྲིལ་ཞུ་བའི་སྐབས་ལས་ཁོ་རྣམས་ནས་མ་ཟ་ཡས་ཁེ་ཡོད་མ་རེད་ང་རང་ཚོ་ཚང་མ་ལོག་གེང་ཁེའུ་བས་ཀྱི་གནས་སྟངས་དེ་ཆགས་ཀྱི་ཡོད་རེད་ལྷག་པར་དུ་གཞོན་སྐྱེས་ཚོ་གིས་ང་ཚོ་ལས་ལྟ་སྟངས་ག་འདྲི་ཡོད་རེད་ཟེར་གྱི་རེད་དེ་ཡས་ང་ཚོ་དོ་སྣང་བྱེད་དགོས་པ་དེ་གལ་ཆེན་པོ་རེད་ཞིང་གེ་སར་གཞོན་སྐྱེས་ཚོགས་ཀྱིས་སྟེང་ཤུགས་ཕུལ་ཡོད་རེད། སྟེང་ཤུགས་ཕུལ་བའི་སྐབས་སུ་ལས་ངན་ག་རེ་དྲན་ཟེར་གྱི་ངན་ག་རེ་ཚོར་ཟེར་ཞུས་ན་སྟེང་ཤུགས་སྐུལ་འདེད་ལ་ཡར་ཕུལ་ཡོད་རེད་དེ་ཡིན་ནས་གོ་བ་དེ་བརྡ་ལན་འདི་ང་ཚོ་ལ་ཡང་གཏང་གི་མེད་འགྲོ་བསམ་སོང་ར་ཅིག་དེ་འདྲས་ཅིག་བྱུང་སོང་ག་རེ་བྱུང་ག་རེ་གསུང་གི་འདུག་ཟེར་ཞུས་ན་ང་ཚོ་གཞོན་སྐྱེས་ཚོགས་ཀྱིས་སྟེང་ཤུགས་སྐུལ་འདེད་ལ་ཡར་ཕུལ་བ་རེད་དེ་ཡིན་གཙོ་བོ་དེ་ང་ཚོ་གཅིག་སྒྲིལ་གྱི་རྣམ་པ་སྟོན་ཡ་བྱས་འདུག་ཡ་འདི་ནང་ལ་ཡང་ང་ཚོ་ཆོལ་ཁ་གསུམ་གྱི་གཞོན་སྐྱེས་ཚོ་ཕེབས་ཡོད་དཱ། ལོ་འདིའི་ཏན་ཏན་ང་ཚོ་ལ་ཡང་གོ་བ་ཅིག་འདང་གི་མེད་འགྲོ་བསམ་གསུམ་རེ་ཅིག་ཡོང་གི་འདུག་ལྷག་པར་དུ་དེང་སང་གཞོན་སྐྱེས་ཚོ། སྙན་ངག་ཡིན་རེ་རེད་རྩོམ་ཡིན་པ་ནི་རེད་གཞས་ཡིན་རེད་ནང་ལ་ཡིན་པ་ནས་ཟེར་བ་རེ་བྱས་ན་ཁ་ཚང་གཞས་ཅིག་ཉན་བརྗེད་བྱུང་གོ་བ་ཅིག་བྱུང། འདི་གསུང་གི་འདུག་བ། འདྲ་ཡ་མི་འདུག་ང་ཚོ་བོད་ཤར་ནང་གི་ཞག་རྩིས། འགོ་ཡ་མི་འདུག་ང་ཚོ་ཀུན་དབང་ལགས་ཀྱི་ཆབ་སྲིད།

བཀའ་སློབ་གནང་བ་དེ་ཚོ་ང་རང་ཚོས་བསམ་གྱིས་ལག་བསྟར་བྱེད་ཐུབ་པ་ཡིན་ན་ཚང་མ་བྱེད་ཐུབ་ཡ་ཁག་པོ་རེད་དེ་གང་ཐུབ་ཅི་ཐུབ་ཀྱིས་བྱེད་ཐུབ་ཡ་དེ་ང་རང་ཚང་མ་ལོ་ལེན་མཁན་ཅིག་ཡོད་རེད་དེ་ཡིན་དུས་དེ་གནང་དགོས་ཀྱི་ཡོད་རེད། དེ་གནང་པ་ཡིན་ན་ང་རང་ཚོས་བརྟན་ཤུགས་ཡག་ཤོས་དེ་ག་ན་རེད་བསམ་གྱི་ཡོད། པོ་ཅི་བླ་ན་མེད་པའི་དབུ་ཁྲིད་ཅི་ནུ་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་པོ་ཅི་བདེན་མཐའ་གསལ་བ་དང་ལྷག་པར་དེ་པོ་ནང་གི་མི་མང་གིས་ཨ་ནི་དེར་དུས་དགོངས་པ་ཆེན་བཞི་དང་སེ་པོ་ནང་གི་མི་མང་གི་ཚེ་སྲོག་དང་ཨ་ནི་རྗེ་ནོར་སྲུང་སྐྱོབ་ཀྱི་ཆེད་དུ་ཨ་ནི་ཉི་མེན་དབུ་མའི་ལམ་གྱི་རླབས་ཆེན་གྱི་དགོངས་གཞི་དེ་བཏོན་པ་ལ་ཨ་ནི་སོ་སོའི་ངོས་ནས་ཨ་ནི་སྙིང་ཐག་པ་ནས་ཨ་ནི་བཀའ་དྲིན་བླ་མེད་དུ་ཆེ་ཆེ་ཞུ་གི་ཡོད། ད་ད་རིང་ང་རང་ཚོ་ཚོགས་ཁང་འདི་ནང་ལས་གོས་བཀུར་འོས་སྤྱི་འཐུས་བཞི་བཅུ་ཞེ་ལྔ་ཡོད་རེད། ཚང་མ་ལོ་གསར་ཆ་ཚོགས་ག་ས་གང་མིན་ཕེབས་བཞག་རྒྱུ་ཡོད། སོ་སོས་ཀྱི་ས་ཁུལ་གྱི་ཐ་སྙད་བྲིས་རྩོམ་གྱི་གྲོང་ཁྱེར་དེ་འདྲ་ནང་ལ་ཡང་སྐྱབས་མགོན་རིན་པོ་ཆེའི་ཐུགས་བསྐྱེད་དམ་བཅའ་ཞིག་འདི་སྐོར་ལ་ཡང་སོ་སོའི་སྤྱི་བདེ་སྒེར་གྱི་ག་འདྲ་འགན་འཁྱེར་བའི་ཐོག་ནས་ཡང་བགྲོ་གླེང་བཟོ་ཡ་རེད་ཁྱབ་བརྡལ་བྱེད་ཡ་རེད་ག་རེ་ཡིན་ན་གནང་བྱུང་རེད་བསམ་གི་འདུག་དག་ནང་བཞིན་གྱི་དཔེར་ན་ང་ཚོའི་གི་སྤྱི་འཐུས་ལྷན་ཁང་གི་ཐུན་མོང་གི་ཐོག་ནས་ཆགས་བཞག་པ་ཡིན་ན་རྒྱལ་ས་ལྡི་ལི་ལ་ཡང་གཙུག་ལག་ཁང་ད་ག་འདྲ་སྙན་གྲགས་ཡོད་ངེས་བཅུ་གཅིག་ལ་ཡང་ག་འདྲ་དམིགས་འཛུགས་བྱས་ནས་ཨ་འདི་རི་ནང་ལ་ཡ་སྐྱབས་མགོན་རིན་པོ་ཆེའི་ཐུགས་བསྐྱེད་དམ་བཅའ་བཞི་དེ་སྐོར་ག་འདྲའི་སྤེལ་གྱི་ཡིན་པས། ད་ནང་བཞིན་གྱི་ལྡི་ལི་ནང་ལོག་ལི་ཡ་ཨ་ནི་ད་གྲོས་ཚོགས་འཐུས་མི་ཡོད་རེད། ད་ནང་བཞིན་གྱི་དེའི་མ་གས་ནང་ལི་ཡ་ད་ཅིག་འཛམ་བུ་གླིང་གི་གཞུང་ཚབ་མང་པོ་ཡོད་རེད། དེ་ཚོའི་ནང་ལོག་ལི་ཡ་སྤྱི་འཐུས་རྒྱུན་ལས་རང་གི་སྤྱི་འཐུས་རང་གི་ད་ལྷན་ཁང་རང་གི་ཐུན་མོང་གི་ཐོག་ནི་ཡ་ལས་འགུལ་གྱི་དཔེ་ཆ་གང་དག་ང་ཚོ་ལག་བསྟར་བྱས་བར་ད། ཆོས་སྐུ་གང་ལ་ཡང་གང་དག་འདྲ་ཆགས་ཀུན་གྱི་ངང་ཚུལ་གྱི་འདི་ཙམ་མིན་པར་སྟོན། ངའི་རེ་བ་བདེན་ལ་ཡ།
ལྷ་རབ་བྱུང་མེད་ལ་ང་ཚོ་གྲོས་ཆོད་འདིའི་ནང་ལ་ཡ། ཅིག། བཀའ་གསུང། སྤྱི་བདག་གཅིག་པུ་མེད་པའི་དགེ། བོད་མི། བོད་ནང་ཡོད་མཁན་བོད་མི་ཚོས་ཀྱིས་མགྲིན་ཚབ་ཡང་དག་པ་ཅིག་བྱེད་ཀྱི་ཡིན་ཟེར་བྱས། དམ་བཅའ། གྲོས་ཆོད་བཞག་གནང་ཐུབ་ཡོད་ན་དགེ་ནས་ལན་འགའ་མིན་འགྲོ་བསམ།

མ། དུས་ནི་དུས་སོང་ཉིན་རེ་ཉིན་རེ་རྒྱ་རུམ་ཆེ་དཀའ་དེ་ང་ཚོའི་གྲུབ་དགོས་བ་རེད་དེ་གྲུབ་པོ་འདྲ་བྱེད་ན་ཏན་ཏན་གནད་འགག་འདུག་གསུང་སྟངས་དང་གནང་སྟངས་གཉིས་མཐུན་པོ་གནང་བ་འདྲ་བྱེད་ན་གནད་འགག་རེད་ཞུ་འདོད་བྱུང་གོང་ས་སྐྱབས་མགོན་ཆེན་པོ་གི་དུས་དང་རྣམ་པ་ཀུན་ཏུ། ལུས་ཆོ་ག་གསུམ་སྐྱིབས་ན་སྐྱིབས་མཉམ། འདུག་ན་འདུག་མཉམ། བཀའ་འདི་སེམས་ལ་བཞག་ནས། ང་ཚོ་མི་རེ་ངོ་རེ་གི་འགན་ཁྱེར་བ་འདུག། མི་ལ་བྱེད་ལ་བ་ལ་སོ་སོའི་ངོས་ནས་ཨང་དང་པོ་སོ་སོས་ཉམས་ལེན་བྱེད་དགོས། སོ་སོས་ཉམས་ལེན་མ་བྱས་ནས། ཨ་ནི། ལེགས་སྦྱར་ཞུ་ཅེས་གསུངས་ན་མ་གསུངས་ན་ཡོང་མ་རེད། ད་ང་ཚོ་སུ་སུ་བྱས་མ་བྱས་དེ་སུ་སུའི་ལག་པས་ཡོད་རེད། མི་བྱས་མ་བྱས་ང་ཚོའི་ལག་པས་མེད་པ། དེ་འདྲ་སོང་ཙང་ང་ཚོ་ཚང་མས། གསུམ་གསུམ་གསུམ་གསུམ་གྱི་འགན་འཁུར་བའི་ཐོག་ནས་ཡང་རུང་བྱེད་དཀའ་སྟེ་ཉམས་ལེན་བྱ་བ་རེད།
བ་འདི་ཚོགས་ཆོག་ཨལ་དང་པོ་ཚོགས་ཆོག་གིས་ད་ལྟ་དུས་ཚོད་ཀྱི་སྟངས་འཛིན་གནང་གི་ཡོད་དུས་བཀུར་འོས་སྤྱི་འཐུས་རྣམ་པ་ཚོ་ལ་བཀའ་མ་གནང་ང་དུས་ཚོད་གནང་བ་རེད་ད་ལྟ་བཀའ་བློན་ལ་བཀའ་མ་གནང་དུས་ཚོད་གནང་སོང། སྲིད་སྐྱོང་ལས་དུས་ཚོད་ད་ག་རང་ཡིན་ནམ་མིན་ན་དེ་གཅིག། ཀརྨ་སྔགས་རང་ཡིན་པ་ཡིན་ན་མ་འོངས་པ་འགས་ཡང་མཉམ་ཞུགས་ག་འདྲས་བྱེད་དགོས་ཡོད་མེད། ཀརྨ་སྔ་མ་དུ་མེད་པ་ཡིན་ན་བཀའ་ཤག་གི་བསམ་ཚུལ་ཆ་ཚང་ཞིག་ཞུ་ཐུབ་ཡག་གི་གནས་བབ་མི་འདུག་བཞི་ནི། གྲོས་ཆོད་དེ་གལ་ཆེན་པོ་ཞིག་ཅིག་ཆགས་བསྡད་ཡོད་རེད། ལོ་རྒྱུས་བདེན་པའི་གནས་བབ་རེད། ད་ལོ། སྤྱི་ཟླ་བདུན་པའི་ཚེས་གཉིས་ལ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས། བརྙན་འཕྲིན་གྱི་བརྒྱུད་ནས་གསུང་འཕྲིན་ཕེབས་པ་དང། དེའི་རྗེས་སུ་དེ་མ་ཐག་པ། ཆོས་ཚོགས་ཐེངས་བཅོ་ལྔ་པའི་དབུ་བཞུགས་བསྟན་བདག་དབུ་ཁྲིད་བླ་ཆེན་རྣམ་པ་དང་སྐུ་ཚབ་རྣམ་པ། མཉམ་ཞུགས་གནང་མཁན་ཚོགས་མི་བརྒྱ་དང་ཉི་ཤུ་རྩ་དྲུག་ཅིག་རིས་སུ་མ་ཕྱེ་བའི་ཆོས་བརྒྱུད་ཚང་མ་ལོག་ནས། གྲོས་ཆོད་བཞག་ཡོད་པ་དང་ཟུར་རྒྱན་གྱི་གྲོས་ཆོད་བཞག་ཡོད་པ། དེ་ད་རྒྱལ་སྤྱིའི་གྱི་བརྒྱུད་ལམ་ཐོག་ལ་འདིར་ཡང་གནད་འགག་གྲུབ་བཞག་ཚིག་ཡོད་མ་དེ་མ་འོངས་པ་འདི་ཆོས་ཚོགས་ཀྱི་གྲོས་ཆོད་འདི་གལ་ཆེན་པོ་ཞུ་གཅིག་ལ་ཡང་བོད་མིའི་སྒྲིག་འཛུགས་ངོས་ནས་ངོས་འཛིན་ཞུ་གི་ཡོད་དེ་ནང་བཞིན་བྱས་ནི་ད་རིང་འདི་སྤྱི་འཐུས་རྒྱུན་ལས་ཀྱི་ངོས་ནས་ཨ་ནི་གྲོས་ཚོགས་བོད་མང་སྤྱི་འཐུས་ལྷན་ཚོགས་སྐབས་བཅུ་བདུན་པའི་གྲོས་ཚོགས་ཚོགས་དུས་བཅུ་པའི་ཐོག་ལ་ཡང་ད་ལྟ་ཡིག་ཆ་ཨང་བཅུ་གསུམ་པ་བསྣམས་ཕེབས་ཡ་དེ་ཡང་ང་ཚོ་ལོ་རྒྱུས་ཀྱི་ཨ་ནི་གལ་གནད་ཆེན་པོ་ཞུ་ཅིག། ཆགས་ཡོང་གི་འདུག་ཞེས་ནས་དེ་ཅིག་ཞུས་འདོད་པ་བྱུང། དེ་ནས་ད་དོན་ཚན་རེ་རེ་རེ་ལ་ཞུ་ཡས་ཀྱི་དུས་ཚོད་མེད་པས་སོང་ཙང། ཞུས་པ་ཡིན་ན་དངོས་གནས་བྱས་ན་གྲོས་ཚོགས་ལས་བཀའ་ཤག་གི་བསམ་ཚུལ་དེ་མཁྱེན་དགོས་ཡས་དང་གྲོས་ཚོགས་ཀྱི་བརྒྱུད་ནས་ཨ་ནི་ད་ལྟ་དེ་ལག་བསྟར་བྱེད་ཡས་ནང་ལོགས་ལ་མང་ཚོགས་ཀྱི་མཉམ་ཞུགས་གནང་དགོས་ཡས་ཀྱི་གནད་དོན་མང་པོ་ཆེ་ཡོད་པས་སོང་ཙང། དོན་ཚན་ག་ཤེད་ཅིག་ཞུ་ན་བསམ་པ་རེད་དེ་ཡིན་ནས་ད་དུས་ཚོད་མེད་པའི་རྐྱེན་བྱས་ནས་ཨ་ནི་ད་རིང་དེ་ད་རེ་རེ་རེ་བྱེད་ན་ཞུ་གི་མེད། སྔོན་གླེང་ནང་ལ་གང་འཁོད་པ་དེ་གས་དེ་ད་ག་འདིར་རྒྱ་ནག་གི་བོད་ལ་བཙན་འཛུལ་བྱས་པ་ནས་བྱས་ནས་སྤྱི་ནོར་ཁོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཆོས་སྲིད་ཀྱི་མཛད་འགན་བཞེས་པ་ནས་བྱས་ནས་ད་ད་ལྟ། བཙན་བྱོལ་ནང་ལོ་ལ་གྱར་དགོས་བྱུང་ཡ། བཙན་བྱོལ་ནང་སྤྱི་ནོར་ཁོངས་སུ་སྐྱབས་མགོན་ཆེན་པོ་ཆོས་ཞབས་སོགས་འཁོད་པ་ནས་བྱས་ནས་ང་ཚོའི་བཙན་བྱོལ་སྤྱི་ཚོགས་ཆགས་མཐུ་ཡག་གི་གནས་བབ། བཙན་བྱོལ་ནང་ལ་ཕེབས་ནས་ང་རྒན་ཆུ་མོ་ཐུ་གུ་ཐུ་མོ་ཆེ་གི་དུས་ནས་བྱས་ནས་ཨ་ནི་ལོ་རྒྱུས་ཀྱི་ཐོག་ལ་ཡ་ཨ་ནི་བཙན་པོའི་རྒྱལ་རབས་སྐབས་ལ་ཆོས་རྒྱལ་མེས་དབོན་རྣམ་གསུམ་སྐབས་ཀྱི་བོད་ཀྱི་རྒྱལ་ཁམས་དང་མངའ་དབང། ད་དེའི་རྗེས་སུ་དཔལ་ས་སྐྱ་པའི་སྐབས་ལ་བྱུང་བ་དང། རྒྱལ་བ་སྐུ་ཕྲེང་ལྔ་པའི་སྐབས་ལ་ཡང་བྱུང་བ་མ་གཏོགས་ཅི་གིས་ད་ལྟ་བཙན་བྱོལ་ནང་སླད་ནི་བོད་ཆོལ་ཁ་གསུམ་ཡོངས་རྫོགས་པ་དེ་མི་རིགས་གཅིག་གི་ངོ་བོ་ལ་ཡང་བསྐྲུན་གནང་ཡ་གི་ད་མཛད་པ་དེ་ནས་འགོ་ཚུགས་བྱས་ད་ལྟ་ང་ཚོ་དེའི་གྲོས་ཚོགས་དེའི་ནང་ལོགས་ལ་གྲྭ་ཁོ་ཁོ་བྱས་ནས་གནས་ཐུག་ཡ་དེ་གའི་ཚང་མ་ལོགས་ད་གཙོ་བོ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཐུགས་རྗེ་བཀའ་དྲིན་ཉག་ཅིག་བྱས་དེའི་འོག་ནས་ཨ་ནེ་བསྟན་བདག་དབུ་ཁྲིད་བླ་ཆེན་རྣམ་པ་རིམ་བྱོན་གྱི་ངོས་ནས་མཛད་པ་དཔེ་མི་སྲིད་རྒྱ་ཆེན་པོ་བསྐྱངས་ཡོད་རེད་ཁོང་རྣམ་པ་ཚོས་ཀྱི་མཛད་པ་བོད་ནང་ལ་ཡོད་ངེས་ཀྱི་བོད་མི་ཚོ་གི་བློས་བཏང་བཙན་བྱོལ་ནང་ལོག་ལ་མི་རབས་རྒན་པས་ཀྱི་སྤྱི་ནོར་ཁོང་ས་སྐྱབས་མགོ་ཆེན་པོ་མཆོག་ལ་ལྷག་བསམ་རྣམ་དག་དང་ངོ་ལྐོག་རྒྱབ་མདུན་མེད་པའི་ཐོག་ནས་དབུ་འོག་དཔུང་འདེགས་ཞུས་པ་ཚང་མ་ལ་བརྟེན་ནས་ཡོང་བསྡད་པ་ཞིག་རེད་དེ་ཡིན་དུས་ཨ་ནི་གྲོས་ཆོད་ནང་ནང་དོན་ག་རེ་ཡོད་པ་དེ་གའི་ཚང་མ་ལོག་ལ་ཡ། བཀའ་ཤག་གི་ངོས་ནས་རྒྱབ་སྐྱོར་ཞུ་ཡ་དང། ཨ་ནི་གྲོས་ཚོགས་ཀྱི་ངོས་ནས་ད་རིང་ད་གང་ཚོགས་དུས་དེའི་ནང་ལོག་ལ་ཡ་བགྲོ་གླེང་ལྷུག་པོ་དང། ཨ་ནི་སྤྱི་མོས་ཀྱི་གཏན་འབེབས་ཅུང་ཐུགས་ཡ་ལ་རེ་བ་ཞུ་གི་ཡོད་ལ་ཕལ་ཆེར་འགྲོ་ཡ་འགྲོ་གི་རེད་བསམ་གི་འདུག་སྤྱི་མོས་གཏན་འབེབས་ཞུ་བ་ནང་བཞིན་བྱས་ནས། ཨ་ནི་ལག་བསྟར་གྱི་ངོ་བོ་གང་ལ་དོན་ཚན་རེ་རེ་རེ་རེ་གང་ལ་ཡ་བཀའ་ཤག་གི་ཞུ་ཡ་བྱོས་ད་ཡིན་ནའི་དེ་གོ་ད་གོ་སྐབས་གཞན་པ་ཞིག་ཚེ་ན་མ་གཏོགས། ད་རིང་གྲོས་ཚོགས་དུས་ཚོད་མེད་པའི་རྐྱེན་བྱས་ནས་ཞུས་ཐུབ་ཀྱི་ཡོད་མ་རེད་དེ་ཡིན་པའི་སོང་ཙང། གྲོས་ཆོད་ཀྱི་ནང་དོན་ཡོངས་རྫོགས་ལ་ཡང་རྒྱབ་སྐྱོར་ཞུ་ཡ་དང་མ་འོངས་པ་དེ་ཚོ་ལས་དོན་འགྲུབ་ཡ་གི་ཆེད་དུ་འཛིན་སྐྱོང་བཀའ་ཤག་གི་ངོས་ནས་ག་རེ་བྱེད་དགོས་ཀྱི་དེ་ནས་ཆ་ཚང་ཅིག་ཞུ་གི་ཡིན་ཞེས་བཤད། ད་ལྟའི་གཏན་འབེབས་ཞུ་ཡ་ལ་དགག་བྱ་གྲོས་ཆོད་དོན་ཚན་ལྔ་པོ་འདི་ཤི་མེད་ཀྱི་དོན་བསྟན་པའི་བྱ་བ་ལ་དགག་བྱ་མེད་པར་སོང་ཚུལ་འདི་ཤི་མེད་ཀྱི་དོན་དུ་བསྟན་པའི་ཞུས་པ་ཡིན་དུ་ཆ་ན།